ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་རྗེའི་སྲས་པོ་ཡོངས་ལ་གུས་པ་རྣམ་དག་རག་གི་ངོས་ནས་འཚམས་འདྲི་དང་སྐུ་ཁམས་བཟང་ཞུ་བ་ཡིན། རྣམ་པ་ཚང་མ་སྐུ་གཟུགས་གསལ་ཐང། ཨ་ནི་ཁ་སྔོན་གུས་པས་གོང་ལ། ནས་མ་དང་བྱིས་པའི་འཕྲོད་བསྟེན་ཞེས་པའི་བརྙན་ཐུང་ཞིག་ཕུལ་ཡོད། ད་རྣམ་པ་ཚང་མ་ལ་གུས་པའི་རེ་བ་ཞུ་ཡ་འདི། རྣམ་པ་ཚང་མས་བརྙན་ཐུང་གི་སྒོ་བརྙན་ཐུང་གི་སྒོ་ནས་རྐུབ་པ་འདུག་ངེས་པར་དུ་གཟིགས་རོགས་གནང། སྐབས་རེ་སྐབས་རེ་བརྙན་ཐུང་གི་རྐུབ་དེ་ཚོ་ལ་གནས་ཁང་ཚང་མ་མདོར་བསྡུས་ནས་བཤད་བསྡད་ཀྱི་ཡོད་རེད་དེ་འདྲ་སོང་ཙང་རྣམ་པ་ཚང་མས་གསན་པ་ཡིན་ན་ཆ་ཚང་ཅིག་གསན་ཐུབ་པ་ཡིན་ན་ཡག་པོ་ཡོད་རེད་ཞུ་ཡ་ཡིན། ནས་རྣམ་པ་ཚོ་གི་ཡང་ཅིག་དོགས་གཅོད་དང་དེ་འདྲ་ཡོད་པ་ཡིན་ན་ནས་གུས་པའི། འདི་ནང་ལོགས་ལ་མཆན་བསྐྱོན་པ་ཡིན་ན་གུས་པས་ཡང་འདི་ལ་བབ་པ་ནི་འབྲེལ་བ་ཞུ་ཆོག་ཞུ་ཡ་ཡིན། ད་དེ་རིང་ཁ་སིན་གོང་གི་བརྙན་ཐུང་འདི་བལྟས་ཚེ་བྲེལ་བ་ཚུབ་ཚུབ་བྱས་ནས་བྱུང་མ་སོང་ཡག་པོ་ཞེ་དྲག་ད་དེ་རིང་འདི་ལ་ངས་སྤུ་གུ་སྐྱེ་བའི་ཞུ་གུ་ལ་སྤུ་གུ་རང་ལ་དོ་སྣང་ག་རེ་བྱེད་དགོས་ཀྱི་ཡོད་མེད་འོ་འདི་འདྲས་ཀྱི་སྐོར་ལ་མ་ཞུ་ཡ་ཡིན། དེ་འདྲ་སོང་ཙང་ད། ང་རང་ཚོ་ཁྱིམ་གསར་པ་ཟིག་རེད་བ། ཁྱིམ་གསར་ཟིག་རེད་ད། ཨ་མ་ལགས་གསར་པ་ཚོ་གི་དོ་སྣང་བྱེད་དགོས་ཡ་དེ་ག་རེ་ཡོད་རེད་ཞུས་པ་ཡིན་ན། ཨེ་ནི། སྤུ་གུ། མ་སྐྱེས་པའི་སྔ་རོལ་ལ་གང་ལྟར་ཟླ་བ་གཅིག་ཙམ་གྱི་སྔ་རོལ་ལ་སྔོན་ལ་ཨེ་ནི་སྐེ་ལ་ཁྱོད་ནས་ཟ་རྒྱུ་ཡོད་མ་རེད། ད་ག་ནས་ཤིན་སྤུ་གུ་སྐྱེས་ཚར་ནས་ཨེ་ནི་ཅིག་སྤུ་གུ་ལ་ནོར་ཤོ་ཅེ་ཅེ་བར་དུ། ཨ་མ་རང་སྐེ་ལ་ཟ་རྒྱུ་ཡོད་མ་རེད། སྤུ་གུ་ཆུང་ཆུང་ཡིན་པ་ཡིན་ནས། ལོ་གཅིག་ལོ་གཉིས་བར་དུ་སྐེ་ལ་སྤྲད་རྒྱུ་ཡོད་མ་རེད། གལ་སྲིད་སྤྲད་པས་ན་མི་སྲིད་པས་ཉུང་ཉུང་སྤྲད་བ་རེད། འདི་གིས་ག་རེ་ལ་ནུས་ཀྱི་རེད་ལབ་པ་ཡིན་ན། སྐེ་ལ་འདི་གིས་ཡ་མ་ལ་ནུས་ཀྱི་རེད། དབུགས་ས་ལ་ནུས་ཀྱི་རེད། ཨེ་ནི། བཙོག་པ་འགའ་ཡག་ལ་ནུས་ཀྱི་རེད། ད་ཨ་མ་ལགས་ཁྱེད་རང་ཚོ་ནང་ལོར་ཡ་མ་ན་ཚ་ཡོད་ངེས། དབུགས་སངས་ན་ཚ་ཡོད་ངེས། Constipation བཙོག་པ་འགའ་ངེས་ན་ཚ་ཡོད་ངེས་བཙོག་པ་འགའ་ཡག་ན་ཚ་ཡོད་ངེས་ཡིན་པ་ཡིན་ན་ཨེ་ནི་སྤུ་གུ་འདི་ལ་དེ་འདྲ་བ་ཡོང་ཡག་གི་ཉེན་ཁ་ཆེ་ཡོད་རེད། Risk མང་ང་ཡོད་རེད་འོ་འདི་གཅིག་ངས་གསལ་བོ་ཅིག་ནས་ཞུ་འདོད་བྱུང་སོང་རེད་བ། འདི་ངས་དངོས་སུ་ཉམས་མྱོང་གི་སྒང་ནས་ཞུས་བསྡད་ཀྱི་ཡོད། ད། ཨ་ནི་རབ་ལ་བྱུང་བ་ཡིན་ན། ཨ་མ་གསར་བ་ཚོ་གས་ཨ་ནི་སྤུ་གུ་དེ་སྐྱེས་ཡག་ལ་རྒྱུན་ལྡན། Naturally། མ་སྐྱེས་ཐུབ་པ་ཡིན་ན་ཡག་ཤོས་རེད། ཨ་ནི་སྨན་ཁང་མང་པོ་གཅིག་གིས་ཨ་ནི་གཤག་བཅོས་བྱས་ཡོང་བར་གཤག་བཅོས་བྱས་པས་ནི་ཁྱེད་རང་ཚོ་སྐྱེས་པ་འཕྲོ་བརླག་འགྲོ་གི་རེད་དེ་ཡིན་གཅིག་མིན་གཅིག་བཤད་འགོ་འུ་ཡོད་རེད། ད་དེ་ནས་སྤུ་གུ་བཙས་ནས་སྤུ་གུ་སྐྱེས་ནས། དེ་ནི་ཨ་མ་གསར་པ་ཚོ་ཡིན་པ་ཡིན་ན་ཁག་པོ་ཞོག་ཡོད་རེད་པཱ་ལགས་གསར་པ་དང་ཨ་མ་ལགས་གསར་པ་ཚོ་ལ་འདི་དཔེ་ཕན་པོ་ཡོད་རེད། མང་པོ་གཅིག་གིས་ག་རེ་ཡོང་གི་རེད་ཟེར་ན། སྤུ་གུ་སྐྱེས་པ་དང་སྤུ་གུ་ལ་ནོར་ཤུགས་སྤྲད་དགོས་ར་ནོར་ཤུགས་སྤྲད་དུས་ཟེར་ནས་ཨ་མ་གི་འོ་མ་འདི། དང་པོ་དང་རྐྱང་གི་འོ་མ་འདི་ག་རེ་ཡོད་རེད་ཟེར་པ་ཡིན་ན་འོ་མ་གསལ་པོ་ཞིག་ཐོན་ཡོང་གི་རེད་ཆུ་སེར་འདྲ་བོ་ཞིག་ད་འདི་ཡིན་གཅིག་མིན་གཅིག་སྤུ་གུ་ལ་སྤྲད་དགོས་ཀྱི་ཡོད་རེད་ད་འདི་ཨིན་ཇི་སྐད་དུ་མ་སོང་ནས Booster རེད་ང་རང་ཚོ་མ་སོང་ནས་སྤུ་གུ་ལ་སྟོབས་སྐྱེད་ཡག་གི་ལྟ་ཅིག་ཨ་མའི་འོ་མའི་ནང་གི་འོ་མ་ཕུལ་དུ་བྱུང་བ་དེ་རེད། དེ་སོང་དང་དེ་ཡིན་གཅིག་མིན་གཅིག་སྤུག་ལ་སྤྲད་བ་རེད་དེ་ཕྱི་ལོག་ལ་བསྟུན་རྒྱུ་ཡོད་མ་རེད་ཨ་མ་གསར་པ་ཚོ་གིས་དེ་འོ་མ་མ་རེད་བསམ་ནས་ཤོག་སྲིད་པ་རེད་ཤོག་ངན་ཅན་དེ་ཡོད་རེད། འདི་གཅིག་གལ་ཆེན་པོ་རེད། དེ་ནས་ཨ་མ་ཚོ་གིས་སྤུ་གུ་མ་སྐྱེ་བའི་སྔོན་ལ་ཨ་མའི་ནོ་ཤོས་དེ་ཆུ་ཚ་པོ་ལ་ཡང་ཡང་བཀྲུ་དགོས་ཡ་དེ་གལ་ཆེན་པོ་ཞོ་གཅིག་རེད། དེ་གཅིག་བྱས། དེ་ནས་ད། སྤུ་གུ་ལ། འོ་མ་དང་དེ་འདྲ་བསྐྱེད་ནས་སྤུ་གུ་བསྐྱེད་ཚར་བའི་ཤོག་བུ་ཉི་མ་གཅིག་ཉི་ཤུ་གུ་ལ་སྤུ་གུ་གི་བཙོག་པ་བཏང་ཡོང་རྒྱུ་ཚར་ནས་བཙོག་པ་དེ་ཡང་ཡང་ནམ་རྒྱུན་སྔར་རྒྱུན་གྱི་ང་རང་ཚོ་གི་བྱིས་པ་ཚོ་དང་མི་རྒན་པའི་བཙོག་པ་ནང་བཞིན་གྱི་བཙོག་པ་སེར་པོ་དེ་འདྲ་འདོན་གྱི་མ་རེད། བཙོག་པ་འདི་ལ་ཨེ་ནི་ཅིག། ཅིག། ཞག་རྩི་ཤུགས་ཆེན་པོ་ཡོད་ངེས། རྡོ་བ་དེ་ཚོ་སེར་ཤུག་ཤུག་སྣབས་སྟུག་ཡོད་ངེས་ཅིག་མཁྱེན་ཚ་བོ་ཅིག་ཐོན་གྱི་རེད་ང་ཚོ་ཡིན་ན་བོད་ལ་ཡིན་ན་ལུག་ལུག་གུ་ཆུང་ཆུང་དེ་ཚོ་ལ།

སྤུ་གུ་ལ་འདི་སླེ་གི་ཡོད་ནད་རེད་མེད་ནད་རེད་ག་རེ་བྱེད་འོར་བས། ཉི་མ་ཡག་པོ་ཡོད་པ་ཡིན་ན་ཞོགས་པད་ཀྱི་ཉི་མ་དང་རབ་ལ་བྱུང་པ་ཡིན་ན་དགོན་བདག་གི་ཉི་མ། ཆུ་ཚོད་ལྔ་པ་དྲུག་པའི་ཉི་མ་དང་ཞོགས་པད་ཆུ་ཚོད་བདུན་པ་བརྒྱད་པའི་ཉི་མ་འདི་ཡག་ཤོས་རེད་གལ་སྲིད་འདི་ཚོ་ལ་ཉི་མ་རག་གི་མེད་པ་ཡིན་ནད་དོད་ཚོད་ག་རེ་ལ་བྱུང་བས་ནི་ཉི་མ། ཉི་མའི་བར་ལ་ཉི་མའི་འོད་ཟེར་བར་ལ་སྤུ་གུའི་ཟོག་པོ་མ་རང་བ་ལ་སྐར་མ་གཅིག་ནས་སྐར་མ་བཅོ་ལྔ་བར་དུ་བཞག་ཐུབ་པ་ཡིན་ན་ཡག་པོ་ཤོས་བྱུང་བ་རེད། ད་ཡིན་ནད་གལ་ཆེ་ཤོས་གཅིག་ལ་ག་རེ་བསམ་བཏང་བར་ལབ་པ་ཡིན་ན་ནི།

རེད་བ། ཟོག་པོ་ལས་ཤོག་ཆུ་ཚ་བོ་བྱེད་རྒྱུ་ཡོད་མ་རེད་བ་འདི་ཡིན་གཅིག་མིན་གཅིག་དོ་སྣང་བྱེད་དགོས་ཀྱི་ཡོད་རེད་དེ་གཅིག་གནད་འགག་ཆེན་པོ་རེད་ཆུ་ཚ་བོ་བྱས་བ་ཡིན་ན་ནི་གཅིག་སྤུག་བདུན་ཟོག་པོའི་ནང་ལོག་གི་གྲང་མོའི་རང་བཞིན་དེ་ཚོ་མང་ནུས་བ་མང་བཅག་འགྲོ་གི་རེད་བཅག་འདོད་སྐབས་རེ་སྐབས་རེ་འདི་གི་མིག་ལ་ཡང་གནོད་ཀྱི་རེད་དེ་ནི་སོང་ཙང་ཆུང་ཆུང་གི་སྐབས་ལ་ཨིན་ཇིའི་སྐད་དེ་མ་སོང་ནས་ང་རང་ཚོ་ཡིན་ན། Sensitive ཟེར་གི་ར། དཔེ་དཀའ་སྙན་པོ་རེད་དེ་འདྲ་སོང་ཙང་དེ་འདྲའི་སྐབས་ལ་དཔེ་ཟབ་ཟབ་བྱེད་དགོས་ན་དེ་གལ་ཆེན་པོ་ཞོ་གཅིག་ཆགས་བསྡད་ཡོད་རེད་དེ་གཅིག་རེད་ད་དེ་ནས་ཨ་ནི་སྤུག་གུ་ལ་ཁ་ལག་འདྲེན་ཡག་གི་ཐོག་ལ་ད་ཨ་མ་ཁ་ཅིག་ནོར་ཤུགས་ཡག་པོ་ཡོད་རེད་ཁ་ཅིག་ལ་ནོར་ཤུགས་འདང་ངེས་ཤེས་པ་ཡོད་མ་རེད་དེ་མི་དུས་རྩ་ནས་ཨེ་ནི་ཨ་མ་ནོར་ཤུགས་ཡག་པོ་མི་ངན་ཚོ་གི་ག་རེ་བྱེད་རེད་རང་ཉིད་ཀྱི་བྱ་ཐང་མང་པོ་བཏུང་ཡག་དང་ཤིང་ཏོག་གི་ཁུ་བོ་བཏུང་ཡག་དང་ཨེ་ནི་ཅིག་ཆུ་མང་པོ་བཏུང་ཡག་དང་འོ་དེ་འདྲའི་ཁྲག་སྐྱེ་ཡག་གི་སེ་འབྲུ་ཟ་ཡག་དང་འོ་དེ་འདྲའི་གི་རིག་ཤ་ཟ་ངེས་ཡིན་པ་ཡིན་ན་སྐབས་རེ་ག་རེ་ཤ་ཁུ་བཏུང་ཡག་དང་ཨེ་ནི་རུས་ཁུ་བཏུང་ཡག་དང་དེ་འདྲའི་འོ་མ་བཏུང་ཡག་དང་འོ་དེ་འདྲའི་ནང་དགོས་ཀྱི་ཡོད་རེད་ཨེ་ནི།

དེ་ནས་འདི་དོན་དག་ཅིག་ལ་ཚར་གཉིས་འདི་སྤྲད། ཚར་གཉིས། རྩམ་པ་སྤྲད། རྩམ་པ་དེ་ག་འདྲས་སྤྲད་བར་ལབ་པ་ཡིན་ན་དེ་ནི་ང་རང་རྩོམ། རྩམ་པ་གསར་པ། ནས་དང། གྲོག་གི་རྩམ་པ་ག་རེ་ཞུ་ནས་སྤྲད་གི་རེད། ནས་རྐྱང་པ། ཡང་མིན་ན་གྲོག་རྐྱང་པ། དེ་གཉིས་གཉིས་ཀྱི་གི་རྩམ་པ་ག་རེ་སྤྲད་ནས་འགྲིག་གི་རེད་ཡག་པོ་དངོས། དེ་ཡང་ད་ཅིག་ཆུ་དག་རང་ལ་བཏགས་རྒྱོག་སྐམ་དངོས་མ་ཡིན་པ། བྱེ་མ་ནང་ལ་དངོས། ཨེ་ནི་ཆུ་དག་ལ་ཐག་གི་འདུག་ཨོ་འོ་འདི་འདྲས་བྱས་ན་ཡག་པོ་ཡོག་རེད། དོས་སང་ད་གློག་གི་སྐམ་དངོས་རྒྱ་ཡས་སུ་ཐོག་འདི་ཡང་སྤུ་གུ་ལ་མ་སྤྲད་ན་ཡག་ག་ཡོག་རེད།

ཨ་མ་ལས་དཀའ་ངལ་ཉུང་ང་རེད་པ། དེ་ནི་རྩམ་པ་འདི་ལ Nutrition ཟེར་ཡག་དང Energy དཔེ་མི་སྲིད་པའི་མཆོག་པོ་རེད Rich Energy རེད་དེ་འདྲ་སོང་ཙང་སྤུ་གུ་ལ་དོན་དག་གཅིག་ལ་རྩམ་པ་ཐེངས་མ་གཉིས་གསུམ་དེ་ནི་ཕྱི་རྒྱལ་གྱི་ཁ་ལག་དེ་ཐེངས་མ་གཉིས་གསུམ་དེ་ནི། སྲོལ་རྒྱུན་དང་དེང་དུས་གཉིས་ཀ་འཛོམས་ནི་སྤུ་གུ་འདི་ལ་ན་ཚ་ཡ་ཉུང་ང་ཟོག་པོ་འདི་ལས་ཨེ་ནི་ཅིག་ཚང་དགོས་ཡ་ཚང་མ་ཚང་ནི་ཕན་ཐོག་ཡོད་པ་སོ་སོའི་རིག་གཞུང་དེ་སྤུ་གུ་འདི་གི་ཨེ་ནི་ཅིག་ཁྲག་རྒྱུན་ནང་ལ་སླེས་འགྲོ་རེད་པ། ཨོ་དེ་ནི་སྦུག་དེ་ཆེན་པོ་ཆགས་པ་ཡིན་ནས་ནི། རྩམ་པ་བཟང་ཡང་ཆགས་ཀྱི་རེད་ཤེས་དོན་བཟང་ལྟ་ལ་ད། བཙན་བྱོལ་ནང་ལ་སྐྱིད་ཆོག་སྤུག་བརྒྱ་ཆ་བརྒྱད་ཅུ་གི་རྩམ་པ་ཟ་གི་མ་རེད་འདི་ག་རེད་ཆུང་དུས་ནས་ཨ་མ་ལགས་ཚོ་གི་སྤུག་ལ་རྩམ་པ་སྤྲད་ཀྱི་ཡོད་མ་རེད་འོ་འདི་སོང་ཙང་ཡོང་གི་ཡོད་རེད་འོ་འདི་ཅིག་ཡིན་གཅིག་མིན་གཅིག་ཐུག་ལ་བཞག་འགོ་གི་ཡོད་རེད་ད་ད་ག་ནང་བཞིན་བོད་ནང་ལ་ཡིན་ནས་དུས་བཟང་གི་འདུག་བལྟས་ཡོད་ནི་གཞོན་སྐྱེས་རྣམས་ལ་རྩམ་པ་བཟང་ངན་དཔེ་ཉུང་ཉུང་ཡིན་ད་འདི་ཧང་སང་ཡག་གི་ནོར་འཁྲུལ་ཆེན་པོ་རེད་སོ་སོའི་མི་རིགས་ཀྱི་ཁ་ལག་འདི། ང་ཚོའི་བོད་ཀྱི་མི་རིགས་ཀྱི་ཁ་ལག་འདི་རྩམ་པ་དེ་རེད།

བརྒྱུད་རིམ་དེའི་ནང་ལོ་ན་ཨ་མའི་ངོས་ནས་ཨེ་ནི་ཅི་ཁ་ལག་ཟ་སྟངས་དེ་ཚོ་ཡིན་གཅིག་མིན་གཅིག་དོ་སྣང་བྱེད་དགོས་ཀྱི་ཡོད་རེད། ཨེ་ནི་ཨ་མ་ལགས་ཚོ་གི་སྤུ་གུ་ཉལ་བའི་སྐབས་དང་དེ་ཚོའི་སྐབས་ལ་འོ་མ་སྤྲད་པའི་བརྒྱུད་རིམ་ནང་ལོ་ལ་རབ་གསུང་རབ་ལོ་བྱུང་པ་ཡིན་ན་ནོ་ཤུ་སྦྱིན་པའི་སྐབས་ལ་མ་ཉལ་ནི་སྤུ་གུ་ལ་འོ་ཤུ་ནོ་ཤུ་རྩ་བ་ནས་འདྲེས་རྒྱུ་མ་རབ་ལོ་བྱུང་པ་ཡིན་ན་ཨ་མ་ལ་ཡར་ལངས་འོ་མདངས་ཉིན་ནི་དུག་ཙོག་ཙོག་ཅིག་སྤྲད་པ་ཡིན་ན་ཨ་མའི་ཟོག་པོ་ལ་ཕན་པ་ཡོད་རེད་སྤུ་གུ་ལ་ཡིན་ནའི་ཕན་ཐོགས་ཆེ་ཡོང་གི་རེད།

ལག་པ་གཅིག་སྒལ་པ་དེར་ཐུག་ཐུག་ཐུག་བཞུས་ནས་འགྲིག་ཡང་མ་ཨ་འདྲས་བཞུ་བཞུ་བྱས་ནས་འགྲིག་རེད་འདི་སྐར་མ་མང་ན་ཁ་ཤས་ལ་སྐར་མ་གཅིག་གཉིས་འགོར་གི་རེད་ཁ་ཤས་ད་ལམ་སང་བྱེད་ཀྱི་རེད་འགག་འགག་འགག་འགྲིག་རྒྱག་གི་རེད་འགག་འགྲིག་རྒྱག་སོང་ན་ཚར་གཉིས་གསུམ་རྒྱག་གི་རེད་ཁ་ཤས་ལ་ཨ་ནི་སྤུ་སྐྱུག་གི་མ་རེད་ཨ་ནི་སྤུ་སྐྱུག་གི་ཟོག་པོའི་ནང་ལ་རང་བཞིན་གྱི་ཁ་ལག་འཇུ་ཡ་དེ་འཇུས་འགྲོ་གི་རེད་ཤེས་ཁ་ཅིག་འདིའི་ནང་ལ་རླུང་འཛུལ་ནི་ཨ་ནི་ཟོག་པོ་རྒྱག་པ་བྱ་ཡ་དང་དེའི་ལ་ཁ་ལག་འཇུ་མ་ཐུབ་བ་བྱ་ཡ་དང་ཨ་ནི་ཅིག་ཐོག་གི་དཀའ་ངལ་འཕྲད་ཡ་དང་འདི་འདྲའི་རིགས་ཤིག་འདི་འདྲས་བཟོས་འགོ་ཐུག་ངོ་འདི་གཅིག་ཡིན་གཅིག་མིན་གཅིག་ཐུགས་ལ་བཞག་དགོས་ཀྱི་འདུག་རེད་བ། དེ་རེད། ཨེ་ནི་ཨ་མ་ལགས་ཚོ་གི་སྤུ་གུ་ལ་ཆུ་ལྡན་དེ་ཡང་ནས་ཡང་དུ་འཇལ་དགོས་ཡ་དེ་གལ་ཆེན་པོ་ཞོ་གཅིག་རེད། ཨེ་ནི་དེའི་ནང་ལོགས་ནས། སྤུ་གུ་ཆུང་ཆུང་སྐབས་ནས་རང་སྤུ་གུའི་འཁྲིས་ལ་ཁ་པར་བལྟ་ཡ་དེ་རྩ་བ་རང་ནས་བྱེད་རྒྱུ་ཡོད་མར་སྤུ་གུའི་སྔས་འཁྲིས་ལ་ཁ་པར་བཞག་ཨ་མའི་སྔས་འཁྲིས་ལ་ཁ་པར་བཞག་དེ་ཚོ་རྩ་བ་རང་ནས་བྱེད་རྒྱུ་ཡོད་མར་སྤུ་གུའི་ཀླད་པ་དང་སྤུ་གུའི་གནས་ཚུལ་ཟོག་པོའི་ནང་གི་དབང་རྩ་ག་འདྲའི་སྦྱིན་པ་ཡིན་ནས

རྣམ་པ་ཚོ་ལ་མ་ཕུལ་ཡོད། ལྷག་པར་དུ་ཁྱིམ་གསར་པ་ཚོ་གི་ཆེད་དུ་ཕུལ་ཡོད། དེ་ཡིན་གཅིག་མིན་གཅིག་རྣམ་པ་ཚོ་ཐུགས་ལ་བཞག་དགོས་ཀྱི་ཡོད་རེད། དེ་ནི་སྤུ་གུ་ཆུང་ཆུང་ཟླ་བ་ལྔ་དྲུག་ཡར་སླེབས་དུས་ནས་ཞོགས་ཁས་ནས་ཤིང་ཏོག་རྩ་བ་ནས་སྤྲད་རྒྱུ་ཡོད་མ་རེད། དེ་ནི། སྤྲད་པ་ཡིན་ན་སྤུ་གུ་འདི་ལ་མ་འོངས་པ་ལ་ཟ་ཁུ་གཅིག་གཉིས་ན་ཚ་ཡོང་ཡག། Diabetes། ན་ཚ་འགོས་ཡག། དེ་ནི་ཡ་མ་ན་ཚ་སླེ་ཡག། དབུགས་བཟག་གི་ན་ཚ་ཡོང་ཡག། ལྷག་པར་དུ་པགས་པའི་ན་ཚ་འདི་འདྲའི་ཡོང་ཡག། འོ་འདི་འདྲའི་གི་ཉིན་འགའ་ཡོར་འདི་འདྲའི་སོང་ཙང། ཞོགས་ཀའི་ཤིང་ཏོག་ཁྱོད་སྤྲད་རྒྱུ་ཡོད་མ་རེད་ཤིང་ཏོག་དེ་འདྲ་སྤྲད་འོང་ན་ཉི་མའི་གུང་ལ་སྤྲད་ན་འགྲིག་གི་རེད་ཤིང་ཏོག་དེ་ཡང་མང་ཆེ་དང་སྤུ་གུ་ལ། Poppy། དང། Watermelon། ཟེར་ཡང་དང་དེ་ནི་ཀུ་ཤུ་དང་འོ་དེ་འདྲའི་རིགས་སྤྲད་ཐུབ་ན་ཡག་ག་ཡོད་རེད་ཡང་ཚ་ལུ་མ་དང་དེ་འདྲའི་རིགས་མང་པོ་སྤྲད་རྒྱུ་ཡོད་མ་རེད་དེ་ནི་སྤུ་གུ་ཆུང་ཆུང་ལ་བྱ་ཤ་དང་སྒོ་ང་དེ་ཡང་གང་ཉུང་ཉུང་བྱས་བར་གནས་སྐབས་ཅིག་འོ་འདི་ཅིག་ཞུ་འདོད་བྱུང་སོང་དེ་འདྲ་སོང་ཙང་ནི་རྣམ་པ་ཚོས་དེ་ཡིན་གཅིག་མིན་གཅིག་ཐུགས་ལ་བཞག་དགོས་ཀྱི་ཡོད་རེད་དེ་ནི་སྤུ་གུ་ལ་འབྲས་ཐུག་སྤྲད་ནས་འགྲིག་གི་ཡོད་རེད་རེད་བ། འོ་དེ་འདྲ་ཡིན་དེ་འདྲ་སོང་ཙང།